རྣམ་པ་ལྷན་རྒྱས་ཚང་མ་ལོགས་ལ་ཡག་ཙམ་དེའི་གྲས་དེ་ལས་ཅན་དུ་ཞུ་ཡས་ཡིན་ད་རིང་གི་ལན་ཅིག་གསན་རོགས་གནང་གི་ལེ་ཚན་འདིའི་ནང་བྱང་ཨ་རི་ཀོན་ཏར་ཀོ་སྟ་རྫོང་དུ་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཉིན་མོ་དེ་ཞི་བདེ་དང་དྲང་བདེན་གྱི་ཉིན་མོར་སྲུང་བརྩི་ཞུ་རྒྱུའི་གྲོས་ཆོད་གཏན་འབེབས་གནང་བའི་སྐོར་ནོ་བྷེལ་རླུང་འཕྲིན་ཁང་ནས་ཟུར་འདོན་བྱས་པ་ཞིག་གཤམ་ལ། བཞིན་བཞེས་ཡོང་བར་ཞུ། དུ་སྣང། གནས་ཚུལ་འདིའི་འབྱུང་ཁུངས་ནོ་བྷེལ་རླུང་རྟའི་ཁང་ཡིན་པ་གང་ཞིག་ལ་ཉམས་པར་ཡོངས་རྫོགས་ཐད་ནས་འདེགས་སྐྱོར་བྱས་པ་ཞིག་ཡིན། བྱང་ཨ་རིའི་ཀོན་ཀྲོ་ཀོ་སི་ཏྲ་རྫོང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཉིན་མོ་དེ་བཞིན། ཞི་བདེ་དང་དྲང་བདེན་གྱི་ཉིན་མོར་སྲུང་བརྩི་ཞུ་རྒྱུའི་གྲོས་ཆོད་གཏན་འབེབས་གནང་འདུག་དེ་ཡང་བྱང་ཨ་རིའི་ཁེ་ལི་ཧྥོ་ནི་ཡ་མངའ་སྡེ་ཀོན་ཀྲོ་ཀོ་སི་ཏྲ་རྫོང་གི་འཛིན་སྐྱོང་ལྷན་ཚོགས་ཀྱིས་འདི་ལོའི་སྤྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་སྤྱི་མོས་ཐོག་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་འདིར་ཆོས་ཕྱོགས་ཀྱི་དབུ་ཁྲིད་བླ་ན་མེད་པ་ཞིག་ཡིན་པས། སྐུ་ཚེ་ཧྲིལ་པོར་འཛམ་གླིང་ཁྱོན་དུ་མཐུན་སྒྲིལ་དང་ཞི་བདེ་གོང་འཕེལ་གྱི་མཛད་འཕྲིན་བསླབ་བྱ་བསྐྱངས་དང་སྐྱོང་བཞིན་པར་ཆེ་བསྟོད་དང་སྦྲགས་སྤྱི་ཟླ་བདུན་པའི་ཚེས་དྲུག་སྟེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་ཉིན་མོ་དེ་བཞིན་ཞི་བདེ་དང་དྲང་བདེན་གྱི་ཉིན་མོར་སྲུང་བརྩི་ཞུ་རྒྱུའི་གྲོས་ཆོད་གཏན་འབེབས་གནང་འདུག། དེའི་སྐོར་གྲོས་ཆོད་འདིའི་གཏན་འབེབས་ཀྱི་བརྒྱུད་རིམ་ཁྲོད་འགན་འཁུར་བཞེས་མཁན་ཀལ་ལི་ཧྥོར་ནི་ཡ་མངའ་སྡེའི་ནང་གནས་བཞུགས་བསྟན་འཛིན་རང་གྲོལ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན། ད་ལྟའི་བརྒྱུད་རིམ་འདི་མདོར་ཙམ་ཞིག་ཞུས་པ་ཡིན་ན་ཨ་རིག་མི་སེར་གཅིག་གི་ཐོག་ནས་སོ་སོའི་གི་གདན་འབེབས་ཀྱི་དབུ་ཁྲིད་ས་གནས་གྲོང་ཁྱེར་ལྷན་ཚོགས་ཡིན་ནས་རེད་རྫོང་ཡིན་ནས་རེད་དེ་ནས་ཞིང་གི་མངའ་སྡེ་ཡིན་པས་ནས་རེད་དབུས་ཡིན་པས་ནས་སུ་ལ་ཡིན་པའི་ནས་སུ་ཚོད་ཀྱིས་འོས་མི་ཅིག་གི་ཆ་ནས་ཆ་འབངས་ཅིག་གི་ཐོག་ནས་གནད་དོན་འདྲ་མིན་གི་ཐོག་ལ་ཡང་ཞུ་གཏུག་བྱེད་ཡས་དེ་སུ་ཚོད་ཀྱི་ཐོབ་ཐང་གི་ཆ་དེ་གོ་རེད། ཐོབ་ཐང་ཅིག་གི་ཐོག་ནས་སུ་ཚོད་རང་ཉིད་ཀྱི་ད་ཅི་ད་གཉིས་པའི་གི་ཚེ་པ་དྲུག་ནས་བཟུང་བྱས་རྫོང་གི་ད་ང་རང་ཚོ་ངེད་ཀྱི་འབྲེལ་ཡོད་ཀྱི་རྫོང་ད་ད Control Cluster གྱི་སྡེ་ཚན་དང་པོ Supervisor John Joy ཁོ་རང་ད་ད་རྫོང་དཔོན་འགན་འཛིན། ལོ་གཅིག་གནང་འདི་གོ་རེད། དེ་ལ་ཡང་ད་གནད་དོན་གསུམ་གྱི་ཐོག་ལ་ཡང་ཉིད་ཀྱི་འབྲེལ་བ་ཞུས་པ་རེད། འབོད་སྐུལ་ཞུ་གཏུགས་ཞུས་པ་རེད། དང་པོ་དེ། དེའི་སྐབས་ལ་ཡང་ལོ་སར་སླེབས་ལ་ཉེ་བ་ཡོད་དུས་སྐབས་སུ་ལོ་སར་གྱི་འཚམས་འདྲི་ཞུ་སྐབས་དེ་དཔེ་མ་ཚིག་གལ་ཆེན་པོ་ཆགས་སྡོད་ཀྱི་འདུག་གནད་ཡོད་ཀྱི་བོད་མི་ཚོ་དང་ལྷག་པར་དུ་ང་ཚོ་ལོ་སར་དེ་ད་རྒྱ་མི་ཀྱི་ལོ་སར་ད་ལོ་ཁག་ཅིག་ཆགས་བསྡད་ཀྱི་ཡོད་དུས་སྐབས་སུ་དེ་ཀྱི་ཐོག་ནས་ལོ་སར་འཚམས་འདྲི་ཞུ་རོགས་གཅིག་ལ་ད་དེ་ལོ་སྔོན་མ་ཞུས་ཚར་རེད་ངས་འབོད་སྐུལ་ཞུས་ཚར་རེད་དེ་ཡོད་དུས་གཉིས་པ་དེ་ཆགས་འདི་གོ། འདི་ནས་ནི་སུམ་ཅུ་དུས་དྲན་གྱི་ཉིན་མོ་འདི་ནི་ང་རང་ཚོའི་བོད་ཀྱི་ཉིན་མོ་ཞེས་གསུངས་གཅིག་ངོས་ལེན་ན་དེ་འདྲས་ཀྱི་གྲོས་ཆོད་བཞག་རོགས་གཅིག་ལ་ནི་ཞུས་རེད་གསུམ་པ་འདི་སྐྱ་བོ་རིན་པོ་ཆེའི་འཁྲུངས་སྐར་འདི་ནི་ཞི་བདེ་དང་དྲང་བདེན་གྱི་ཉིན་མོ་ཞེས་གཅིག་གྲོས་ཆོད་གཏན་འབེབས་གནང་རོགས་གཅིག་ཞུས་གཞི་གསུམ་གྱི་དེ་གོང་གི་གསུམ་ཀ་ནི་ཁོ་རང་ལ་འབོད་སྐུལ་ཞུ་བ་ནི་བཞིན་གྱི་ལག་ལེན་བསྟར་ཐུབ་པ་བྱུང་བས་ད་ཉེ་བའི་ཆར་ལ་ཡང་སྐྱ་བོ་རིན་པོ་ཆེའི་འཁྲུངས་སྐར་འདི་ཅིག་ལྟ་གྲུབ་ལ་ཉེ་བ་ཅིག་ཆགས་ཏེ་ཡོད་དུས་སྐབས་སུ། ཁོ་རང་ཚོ་སྤྱི་ཟླ་བདུན་པའི་གི་ཚེས་པ་བཅུ་གཅིག་ལ་ཡ་ཨམ་ཏེ་དུས་མཆོད་ལྟ་སྤྱི་མོས་ཀྱི་ཐོག་ནས་ཞུ་བ་ཆགས་ཏེ། དེ་བཞིན་བསྟན་འཛིན་རང་གྲོལ་ལགས་ཀྱིས་འདི་ལྟ་བུའི་གྲོས་ཆོད་གཏན་འབེབས་ཐུབ་པ་དེ་ཡིས ྋགོང་ས་མཆོག་གིས་འཛམ་གླིང་ཞི་བདེ་དང་དྲང་བདེན་གྱི་བཀའ་སློབ་ལམ་སྟོན་གནང་བར་བཟང་ཕྱོགས་ཀྱི་ཤུགས་རྐྱེན་ཐེབས་ཀྱི་ཡོད་པའི་མཚོན་རྟགས་ཡིན་ཞིང། དེ་ལྟ་བུའི་ཆོས་བརྒྱུད་གཏན་འབེབས་ལས་ཁོང་ཚོས་པའི་རྒྱལ་སྤྱིའི་བོད་དུ་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་སྣེ་ཁྲིད་པ་བུ་ཆུང་ཚིང་ལགས་ནས་ཞུ་གཏུག་འབད་བརྩོན་གནང་ཡོད་པ་གསུངས་སོང། ལ་བ་ད་འདི་ད་ལྟ་སྲོང་བཙན་གནའ་ཡན་གྱི་མཚོན་རྟགས་གཙོ་བོ་འདི་གོང་ས་མཆོག་གི་དུས་ད་ལྟ་བར་དུ་ཐུགས་ཀྱི་དམ་བཅའ་ཞིག་རྒྱུད་ཆད་རྒྱལ་སྤྱི་ཡོངས་ལ་ཡང་བོད་མི་ཙམ་མ་ཡིན་པའི་རིགས་ཀྱི་ཨ་ནི་ཞི་བདེ་དང་དྲང་བདེན་གྱི། དེ་ནས་ཤིང་གི་ཚལ་མེད་པའི་ཐོག་ལ་ཡང་ཚེ་དཔག་རླབས་ཆེན་བསྐྱངས་དང་སྐྱོང་ནུས་དེ་ལ་ཡང་ཅིག། སྔགས་བརྗོད་དང་གཟེངས་བསྟོད་དེ་ནས་ཤིང་གི་ཕྱི་རོལ་སྣང་བ་ཅིག་ལ་ངོས་འཛིན་ཞུ་ན་འགྲིག་རེད་བསམ་པ་ཅིག་དྲན་གྱི་འདུག་རྩ་བའི་དེའི་གྲོས་ཆོད་དེ་ལོ་ཟླ་རེ་ཞིག་ང་ཚོ་ཅིག་ངོས་འཛིན་ངའི་ཞུ་ཡིག་འདི་ཅིག་ད་ཚུན་དོན་འགྲོ་ཅིག་ཆགས་འདི་གོ་རེད་ཞེས་ཞུ་ཡིན་ལོ། འདི་ལ་ཡང་ད་ཅིག་གྲོས་ཆོད་ཀྱི་ཟིན་བྲིས་ཞུ་ཡ་ད་དེ་ཚོའི་ཐོག་ནས་ད་ལྟ་ང་རང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་ཟུར་པ་བུ་ཆུ་ཚིགས་ལགས་ནས་ཕྱག་རོགས་སྤེལ་མ་ཟིན་ཡག་པོ་གནང་སོང་དེའི་དུས་སྐབས་སུ་ཁོང་ལ་ཡང་སྙིང་ཐག་པ་ནས་ཐུགས་ཆེ་ནས་ཞུ་ཡ་ད་འདི་ཚོ་ཆ་ཚང་ཅིག་ཡོང་ཐུ་ཡ་དེ་སྐྱབས་མགོན་རིན་ཆེན་ཐུགས་རྗེ་ཁ་ཅིག་ཉག་གཅིག་ལ་ཐ། ཏེ་བྱེད་ཕྱག་དུས་འཁོར་རེད་ཏི་ནི་ཞིང་གི་དེའི་གནས་ཡོད་ཀྱི་བུད་མེད་དང་ཏི་ནི་ཞིང་ཚོགས་པ་ཁག་གིས་ལོ་བསྟུད་མར་ཕྱག་ལས་ཡག་པོ་གནང་བ་ཏེ་བྱེད་ཕྱག་དུས་འཁོར་རེད་ཆེ་ཞུ་ཡི་ལོ། རྩ་བའི་ཨ་རི་ཁལ་ཧྥོར་ནི་ཡ་མངའ་སྡེ་ཀོན་ཀྲོ་ཀོ་ས་རྫོང་ངོས་ནས་འདི་ལོའི་སུམ་ཅུ་དུས་དྲན་ཉིན་བོད་ཀྱི་ཉིན་མོར་སྲུང་བཟོ་ཞུ་རྒྱུའི་གྲོས་ཆོད་བསྐྱངས་གཏན་འབེབས་གནང་ཡོད་པ་རེད།